རྣམ་གླིང་གི་མཚམས་ལས་སྐུ་ངོ་མཚར་སྔགས་བོད་རླུང་འཕྲིན་ཁང་གི་གསར་འགོད་པ་སྐལ་བཟང་འཇིགས་མེད་ཡིན། ད་ལྟ་སྐར་མ་ཁ་ཤས་ཤིག་གོང་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་རྒྱ་གར་ལ་འདུག་ཆེད་སླེབས་པའི་དུས་ཚོད་དང་བསྟུན་བྱས། གནམ་ཐང་ནས་ཁོ་རང་གི་མགྲོན་ཁང་གི་ལམ་ཁ་གི་བར་དེ་ལ། ཟམ་པ་གཅིག་གི་ཐོག་ལ། ཝང་ཡིས་བོད་རང་བཙན་ཡིན་ཞེས་པའི་འཕྲེད་དར་ཆེན་པོ་ཞིག་ཀྱང་བཅས་ངོ་རྒོལ་གྱི་ལས་འགུལ་ཅིག་སྤེལ་སོང། ཨ་ནི། ལས་འགུལ་དེའི་ཐོག་ལ་ཨ་ནི། བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཚོགས་མི་དང་ད་ག་ནས་ཤིན་གྱི་དྭང་ལ་བ་མང་པོ་ཅིག་འདུག་ཅེས་ཕེ་ཞཱ། སྐབས་དེ་དུས་ཙམ་པ་ང་ཚོས་གི་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་བསྟན་འཛིན་པ་སངས་ལགས་སུ་ཨ་ནི་ད་རིང་གི་ལས་འགུལ་དེ་སྤེལ་དགོས་བའི་གི་དགོས་དོན་གཙོ་བོ་གང་ཡིན་མིན་སྐོར་ལ་ང་ཚོས་བཅར་འདྲི་ཞུས་ཡོད། དེ་རིང་ང་ཚོ་འདུས་བྱས་འདི་རིང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་འདུས་བྱས་འདི་ལམ་ཀ་འདི་ནས་མར་ཁོ་སུ་བྱས་ཡོད་རེད་དེའི་དུས་ཚོད་ཅིག་ལ་ང་ཚོས་གལ་ཏེ Banner ཆེན་པོ་ཅིག་འདི་ག་ལ་ཝང་ཡིས Free Tibet ལ་ནས་བརྡ་ལན་གསལ་པོ་ཅིག་བསྐྱོད་ཆེད་ང་ཚོ་འདུས་བྱས་འདི་དེ་རིང་ངོ་རྒོལ་བྱེད་བྱེད་པ་ཡིན་བྱིས་པའི་རྒྱུ་མཚན་གང་ཡིན་ན་ཝང་ཡིས་ད་ལྟ་རྒྱ་གར་ལ་བོད་དང་རྒྱ་གར་བར་གྱི་ས་མཚམས་གོ་ཏོར་ལ་ཁོང་ཚོ་འབྲེལ་ལམ་གྱི་སྐད་ཆ་བཤད་ག་ཅིག་སླེ་ཡོད་རེད་ཡིན་ནའི་བོད་དང་རྒྱ་གར་གྱི་ས་མཚམས་གོ་ཏོར་ལ་སྐད་ཆ་བཤད་དེ་ལ་གལ་སྲིད་བོད་འདི་རང་དབང་གི་རང་རང་བཙན་ལྡན་པའི་རྒྱལ་ཁབ་ཅིག་དང་བོད་འདི་རང་གི་བདེན་མཐའ་མ་གསལ་བར་དུ་འདི་ས་མཚམས་ག་གི་སྐད་ཆ་བཤད་དེ་ཆུ་སྲན་བྱེད་སྟངས་རེད་བསམ་གྱི་འདུག་ཆ་ཚང་ང་ཚོས་ཀྱིས་རྒྱ་ནག་ལ་བརྡ་ལན་གཙོ་བོ་གཅིག་པུ་བྱིན་པ་ཡིན་པ་རྒྱ་གར་ལ་ཡང་བྱིན་སྲོལ་གཅིག་རང་ཡིན། ད་ལྟ་བར་དུ་རྒྱ་ནག་གིས་རྒྱ་གར་མཉམ་དུ་འབྲེལ་བ་བྱས་ཆོག་ལ་འདི། གཅིག་སྟོང་དགུ་བརྒྱ་དྲུག་ཅུ་དང་གཉིས་ཀྱི་དམག་འཁྲུག་དེ་ནས་གར་དབང་འཇོག་ལམ་དེ་ཚོ་ཚང་མ་གྱིས་གཅིག། རྙོག་དྲ་དེ་ཚོ་ལ་གཅིག་འཁྲུག་འཛིང་དེ་ཚོ་ལ་གཅིག་གཟིགས་པ་ཡིན་ན་ཨ་དམིགས་བསལ་གྱིས་ད་ལྟ་རྒྱ་ནག་གིས།

རྩ་བའི་ད་རིང་གི་རྒྱ་གར་གྱི་ལྡི་ལིའི་ནང་ལོགས་ཡིན་པ་ཡིན་ན། བོད་པའི་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གཉིས་ཀྱི་ཐོག་ནས་ཨ་ནི་ས་གནས་ཁག་མི་འདྲ་བ་གཉིས་ཀྱི་ཐོག་ལ། ཝང་དབྱི་ད་ལྟ་རྒྱ་གར་སླེབས་པ་དེའི་ཐོག་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་བ་རེད། ད་རིང་ཆུ་ཚོད་བཞི་པའི་གི་ཐོག་ལ་ཨ་ནི་རྒྱ་ནག་གཞུང་ཚབ་ཁང་གི་མདུན་ལ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་གི་འོག་ནས་གཞོན་ནུའི་ཚོགས་མི་བཅུ་ལས་གྲུབ་པའི་རུ་ཁག་ཅིག་གིས་རྒྱ་ནག་གཞུང་ཚབ་ཁང་ལ་བགོས་སྦྱོང་གི་ལས་འགུལ་ཅིག་སྤེལ་འདུག་ཅེས་སྤེལ་ཡོད་རེད་ལས་འགུལ་དེ་གྲུབ་སྐབས་དེ་རྒྱ་གར་གྱི་སྐུ་སྲུང་བས་ལས་འགུལ་བ་ཚོ་འཛིན་བཟུང་བྱས་རྗེས་ད་ལྟ་བཀག་ཉར་ཁང་དུ་བཅུག་པའི་གནས་སྟངས་དེ་འདྲས་ཅིག་ཆགས་སོང། དེ་ནས་ལས་འགུལ་དེ་གྲུབ་པའི་རྗེས་ལ་ཆུ་ཚོད་ལྔ་པ་ཙམ་ལ་ཝང་དབྱི་ད་ལྟ་གནམ་ཐང་ནས་ཁོ་རང་གི་བསྡད་སའི་ཏཱའི་ཇི་མགྲོན་ཁང་གི་ཕྱོགས་ལ་འགྲོ་བའི་སྐབས་དེ་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཨ་ནི་ལངས་ཀ་ལ་ཨ་ནི་ཟམ་པ་གཅིག་ཐོག་ལ་ཨ་ནི་ཝང་ཡིས་བོད་རང་བཙན་ཡིན་ལའི་གྲས་དག་དེ་བསྐྱངས་བྱས་འདུག་ཅེས་ལས་འགུལ་སྤེལ་གནང་སོང། རྒྱ་གར་རྒྱལ་ས་ལྡི་ལི་ནས་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་སྐལ་བཟང་འཇིགས་མེད་ཡིན།